སྨན་ཐུང་ལུས་ཀྱི་ལོ་ཙཱ་ལྷ་བདེ་ཕ་ཤི་བོན་རྫུ་མཛད། དེ་སོང་ཡ་དམ་པ་སྐུ་གཤེགས་ན་གོང་ཕ་ཤི་བོན་རྫུ་གྱི་ཐང་ཀ་འདྲ་བའི་རྒྱུན་མ་བོར་བར་རྫུ་གཤོང་སྤོས་སུ་གནང་བཞིན་པ་མ་ཚད་རང་གི་བུ་དང་སློབ་མ་མང་པོ་ལ་ལོ་ཙཱ་བཟང་པོ་འདི་ཉིད་སློབ་བཞིན་ཡོད། དེ་རིང་གཞོན་པའི་ཁ་བརྡ་ལས་མཚན་ཁམས་རི་བོ་ཆེ་རྫོང་དུ་སོང་ནས་ལྷ་བཟོ་ཁྱུ་དྲག་དང་བུ་བསོད་སྔགས་རོང་འབྲོག་གཉིས་དང་མཉམ་དུ་ཕ་ཞབས་བུ་འཛིན་གྱིས་ཐང་ག་སྒྱུ་རྩལ་རྒྱུན་འཛིན་དང་དར་སྤེལ་གཏོང་བའི་སྒོ་ནས་ཁ་བརྡ་བྱེད་རྒྱུ་ཡིན། འཛིན་དམངས་ལྷན་རྒྱས་སྐུ་ཁམས་བཟང་དུས་ལྟར་བྱམས་པའི་ཁ་བརྡ་ལེན་ཚུལ་ལ་གསན་གཟིགས་གནང་བ་དགའ་བསུ་ཞུ། ང་ཚོ་ད་ལྟ་བོད་རང་སྐྱོང་ལྗོངས་ཆབ་མདོ་གྲོང་ཁྱེར་རི་བོ་ཆེ་རྫོང་རྫོང་ཁག་ན་ཡོད་པའི་ལྷ་བཟོ་ཆུས་གྲོགས་ཀྱི་སྨན་སྙིང་ཐང་ཁག་གི་ལས་སྒྲུབ་ཁང་ན་ཡོད། ད་དེ་རིང་ང་ཚོ་སྒོས་ཆུས་གྲོགས་དང་ཁོང་གི་བུ་དང་མཉམ་དུ་ལ་ཕ་ཤི་བུ་འཛིན་གྱིས་ད་ང་ཚོ་བོད་ཀྱི་ཐང་ཁ་རིག་གནས་དེ་རྒྱུན་འཛིན་དང་དར་སྤེལ་གཏོང་རྒྱུའི་སྐོར་ནས་ཁ་བརྡ་བཟོ་བ་ཡིན། དགེ་ལ་བཀྲ་ཤིས་བདེ་ལེགས། དགེ་ལ་བཀྲ་ཤིས་བདེ་ལེགས།
དགེ་ཆུས་གྲགས་ཟེར། ཨ་ང་མ་ཆུས་གྲགས། དགེ་ད་ལོ་དགུང་ལོ་དེ་ཡིན། ང་ད་ལོ་ད་ལོ་ལྔ་བཅུ་ང་བརྩེགས་རེད། ལྔ་བཅུ་ང་བཅུ། ཨ་ང་བཅུ་ང་བཅུ། རེད་དགུང་ལོ་ཆུང་ཆུང་ཡིན། ཨ་རྒས་ལ་བུ་རེད་ཨ། ཨ་འདི་ངའི་བུ་རེད། ཨ་རྒས་ལ་བུ་ལ་མི་ཅི་ད། སང་ང་རང་འགྲོ།
སང་ང་རང་འགྲོ།
ཨ་མི་རྫི་བོ་ཀྲང་བཞི་ད་ཡོད་ད། སང་ང་རང་འགྲོ་ཨ་མི་རྫི། རྒས་ལ་སྤུ་གུ་ག་ཚད་ཡོད། སྤུ་གུ་ད་སྤུ་གུ་བཅུ་སོགས། སྤུ་གུ་བཅུ། སྤུ་གུ་བཅུ་སོགས་སྤུ་གུ་མང་པོ།
དྲོ་མོ་ཡོད་སོགས།

ཁྱེད་རང་གི་ཨ་ཕ་འོ་དེ་ལོ་འདི་ཡིས་ལོ་བདེ་མོ་ཡོད་བར་ཐང་ཁ་ཡག་མོ་བྲོ་ཟེར་ཟེར་རེད་ད་ང་ཚོའི་རྒྱབ་ལྗོངས་འདི་ཚོ་གི་ནང་ནས་གཅིག་ལྟ་འོང་དུས་གཟིགས་མོ་རྣམ་པ་ཞིག་གཟིགས་དང་ད་འདི་གི་རྒྱབ་ལྗོངས་ནས་ཚོ་གི་ད་ཐང་ཁ་འདི་ཚོ་དེ་ཁོང་གི་ཨ་ཕ་དང་ཁོ་རང་དང་ཁོ་རང་བུ་ཚོ་གི་བྲིས་ཀྱི་རེད་ད་དང་པོ་རྒས་ལགས་ཀྱིས་ཁྱེད་རང་གི་ཨ་ཕ་གི་ཐང་ཁ་ཚོ་ངོ་སྤྲད་ཀྱི་འདུག་ང་སུ་དང།

ཡིག་མཚོར་ད་དེ་བྲིས། འདི་བྲིས་ཐང་ཀ་སྐྱུག་རྩ་ཡོད་རིགས། ཨ་ཕ་གི་ཐང་ཀ་རྒྱུ་ཅི། ད་ལྟ་རེད་ཡོང་སྤྲོ་མོ་ཡོད། དེ་ནས་ཨ་ཕ་ཁོ་རུས་ཀྱི་རེད་ང་ཚོ་ད་རྒས་ལག་གི་རྒྱུན་ཚོ་བཟོ་རྒྱུ་དེ་སྨན་གཉིས་རེད་འདུག་ཨ། སྨན་གཉིས་རིགས། ཨ་ཕ་ཁོ་རུས་དེ་དེ་ནས་སྨན་གཉིས་ཀྱི་ཐང་ཀ་འདྲ་དགའ་པོ་ཡོད་རྒྱུ་དེ་ཅི་ཡིན་ནོ་དེ་ནས་རི་བོ་ཆེ་ས་ཆ་འདི་འདྲ་སྨན་གཉིས་བྲིས་བཟོ་གི་ན་ཡག་པོ་ད་བཟོ་དང་ལོ་རྒྱུས་ཐོག་ལ། སྤྱིར་བཏང་ལོ་རྒྱུས་ཀྱི་ཐོག་ལ་ད་དུས་རབས་བཅུ་དགུ་ནས་ཤི། དེ་ཡིན་མིན་ལ་ད་རི་བོ་ཆེ་དང། ཐེངས་འདིའི་ས་ཆ་གི་ཉེས་གསོག་ཐམས་ཅད་སྨིན་ཉང་གི་གྲི་རྒྱུད་དེ་ཡག་པོ་དག་རེད། ཐེངས་ངོས་ཕ་དེ་ད་ནས་ངའི་གདོང་གི་རི་སུ་སྐྱིད་པས་ཟེར་ཏེ་མི་རབས་མི་རྒྱུད་ལ་དོན་འགྲུས་ཀྱི་ཆུ་མཚན་གྱིས་བཟུང་བསྡད་རྒྱུ། དོན་འགྲུས་ཀྱི་རེད་དོ་རེད། ལགས་སོ།
ཡ་ཡ་ཡ་ཡ་ཁྱེད་རང་གི་གཞུང་ས་ཨ་ཕ་ས་ནས་རེད། ང་ཨ་ཕ་རྡ་ས་ནས་རེད་རེད་རེད་རེད་དོན་འགྲུས། ད་ལྟ་རེད་ད་ལྟ་རེད། ད་ཨ་ཕ་གི་ཕ་ཤི་ཕུན་ཚོགས་ཡག་པོ་བཟོ་ཐུབ་ནས་ཡ། ལགས་སོ། ད་དགེ་ལགས་ཀྱི་བརྩམས་ཆོས་ཀྱིས་ཁྱེད་རང་གི་གྲི་རྒྱུད། ངའི་གྲི་རྒྱུད་དེ་ད་རིགས་ཀྱི། ཨི་ཐང་ཀ་འདི་དཔེ་འདྲ་བཅུ་བདུན། དཔེ་འདྲ་བཅུ་བདུན།
མཐའ་འཁོར་དུ་ཡོད་པ་དེ་ནའང་འདི་ལ་མཛེས་པ་བཅུ་གཉིས། དེའི་མཐའ་འཁོར་དུ་སྲུང་མ་འོག་འཇུག་འདི་ལ། མ་མགོན་གཉིས། དཔལ་ནཱ་ལེནྡྲ་གྱི་སྲུང་མ། མགོན་པོ་ས་གཞི་དེ་ལྷ་མོ་གཉིས་དང་ལས། དེའི་ལས་ལ་འོག་འཇུག་གི་ལྷ་འདི། སྟོང་པ།

ལྷོ་སོ་ནོ་ལ་བརྩེ་བ་བརྩེ་དུང་བརྩེ་དུང་དེ་མེད་ན་ལྷོ་སོ་དེ་ཡོང་གི་མ་རེད། དགའ་དགའ་ཤུགས་དེ་མེད་ན་འདིའི་ད་དབུས་ཀྱི་ལས་ཀ་ལས་ཀ་དེ་དང་ལྷོ་གཞུང་དེ་འགྲོ་གི་མ་རེད་ཟེར་གི་འདུག་ཨ། དེ་དེ་དགའ་ཤུགས་དེ་ཡོད་ས་དེ་ནས་དེ་ནས་རྒས་ལའོ་དགའ་ཤུགས་ལ་དེ་ནས་ཐང་ཁ་འབྲི་ཁེ་ཆོག་ཁོ་ལའོ་དགའ་ཤུགས་ཡག་པོ་ཡོད་ཀྱི་དེ་གི་རང་ཤུགས་ཀྱི་ཐང་ཁ་འབྲི་ཁེ་དགའ་འབོ་ཆོག་འགྲོ་གྱི་རེད། ཁྱོད་ཀྱི་བོད་རིགས་ཀྱི་ཁྱི་རང་གི་ཚང་མ་དེ་ཐང་ཁ་འབྲི་རྒྱུར་རང་ཤུགས་ཀྱི་དགའ་པོ་ན་ཟོག་དེ་ཁྱོད་ཀྱི་ལྷོ་སོ་ཀྲོང་སྤྲད་གི་དེ། སྤྱི་བཏང་གི་རང་བཟང་གི་ཁང་ནས་དེ་དགའ་པོ་བོ་རེད་དེ། རང་གི་ཚེ་མི་རྒྱུད་དེ་ལྷག་གི་ཡོད་འདི་དུས་རང་འགུལ་གྱི་བརྩེ་དུང་དགའ་པོ་ཆེན་པོ་ཡོད་རེད་ཨང་ཨང། ད་ལྟ་རེད་ད་ལྟ་རེད། ང་ཚོའི་གོ་ཐོས་ཡིན་ན་རྒས་སོང་མི་རྒྱུད་ལ་གདོང་མཚུངས་ཟེར་རེད་ཟེར། གདོང་མཚུངས་ཟེར་དུས་ད་ང་ཚོ་བོད་མི་གི་གདོང་དྲུད་གི་ནོར་རེད་སའི་མི་གདོང་སྟོང་ཟེར་ཡོད་ཨ། དེ་གི་གདོང་དེ་རེད་ཟེར་ཨ། དེ་གདོང་དེ་རེད་ཨ། དེ་གདོང་མཚུངས་ཟེར་གྱི་ད་དེ་རྒྱུ་མཚན་ཅི་ཡིན་ན་ཡང་དེ་ནུ་ཡང་ཐོང་ཁ་འདྲི་མཁན་འདྲ་མང་པོ་ཆགས་ཡ་ཞིག་གི་རྒྱུ་མཚན་རང་ཅི་ཡོད་ཀྱི་ར་གི།

ད་ལྟ་རེད། ཡིན་ན་ད་རང་རེ་སོ་སོ་གི་སྲོལ་རྒྱུན་རྫོགས་རྒྱུ་དེ་རྒྱུན་འཛིན་པ་ཅན་བྲིས་རྒྱུ་ག་རེ་ཡིན་ན་དེ་གལ་ཆེན་པོ་རེད། དེ་རེད་དེ་རེད་དེ། དེ་ཡིན་ན་ཡང་ཡོངས་དག་རྫོགས་རྒྱུ་དེ་གི་སོ་སོ་གི་མདོ་མི་ལ་བསྟུན་ནས་རེད་རེད་རེད་ཕྱི་རེད། འགྲོའི་འགྲོ་དགོས་ཟེར་ན་དོན་འགྲེལ་མ་བྲིས་ན་ཡང་ཡོང་གི་མི་འདུག། དེ་རེད་དེ་རེད་དེ་རེད་དེ་རེད་ངོ་མ་རེད་ངོ་མ་རེད། ད་དེ་ཡིན་དེ་ཡིན་གཅིག་མེད་གཅིག་གི་མེད་གཉིས་ཁྱོད་ཚོ་གི་རྒྱུན་འཛིན་རྫོགས་རྒྱུ་དེ་འགལ་ནི་ད་ལྟ་བོད་རང་སྐྱོང་ལྗོངས་གྲོང་ཁྱེར་རིམ་པ་གི།

སྡོམ་རྩ་བཅས་དེ་མིན་གྱི་ཞུ་བསྟན་ཟིན་པ་སོགས་གཏན་དུ་བཀོད་ཡོད། དེ་ང་ཚོ་རུ་བ་ཅིག་གི་སྨན་ཐང་འདི་ལྟར་བྲིས་རྒྱུ་འདི་རྫོགས་ན་ཆེས་ཆེར་ཡོད་རེད། གཙོ་བོ་དེ་ལྟར་རུ་བ་ཐམས་ཅད་ནི་ལྷུན་བཞིན་ཆགས་པ། དེ་ནས་ད་གང་རུ་ཐམས་ཅད་ལ་རྩིབ་མོ་སྣོག་བ། བྲག་རུ་ཐམས་ཅད་ལ་གཡང་གཟར་བ། མཚུངས་ཀྱི་མདའ་ཡིན་དེ་ཡང་མི་སྣུམ་པོ། དེ་འདྲས་བཅས་ཡོད་རེད་མཚུངས་ཀྱི་མི་སྣུམ་སྒོ་ཅི་ཕྱིར་རེད་ཟེར་ན་ད་ང་ཚོ་བསྟན་དགྲ་རྫོགས་རྗེས་དེ་ལ

གཙོ་ཆེ་བ་ལྷག་གི་དག་ཐུགས་རྗེ་དེ་ལ་ཐུགས་རྗེ་དེ་དོག་གེར་པོ་བྱས་ཚོགས་དེ་ལ་ད་ཆ་ཚེ་ཡི་བཞིན་ནོ་བ་ལྟ་བུ་བྱས་དེའི་ཐོག་ལ་འགྲོ་བ་དང་དར་རྒྱས་དེ་ཧ་ལས་པའི་གལ་ཆེན་པོ་རེད། ད་ནི་ས་ར་ཡུལ་ལྗོངས་སྐུ་མདོག་གསང་ཆེན་སྦྱིན་བྱ་ལོ་དེ་ཚོ་སྐྱེས་རབས་མ་ཧཱ་ཡོ་ག་མངོན་རྟོགས་རྫོགས་རྒྱུ་དེ་ཧ་ལས་པ་གི་མཐུ་ཐུབ་པོ་ཅིག་དགོས་ཀྱི་ཡིན་མོད་དེ་ཡང་གང་འབྱུང་མ་འབྱུང་དུས་དེ་ན་ཕར་ཆེར་ཡོང་ཡོད་ས་མ་རེད། སྨན་གཉིས་ལུས་ཀྱི་ལྷ་བཟོ་ཆུས་བྲག་ན་ཕྱི་ལོ་བཅུ་སྟོང་གི་རྒྱ་བདུན་ཆུ་སྟོད་ཉུལ་ལོ་ཞེས་བྱས། ལོ་ན་བདུན་ནས་བོད་ཡིག་འབྲི་ལུགས་ཀྱི་མགོ་བརྩམས་པ་དང། ལོ་ན་བཅུ་གསུམ་ནས་རང་གི་ཕ་རྒྱ་མཚེས་དར་རྒྱུད་འདུ་ནས་སྨན་ཐུང་ལུས་ཀྱི་ལག་རྩལ་བསླབས་ཏེ་ཕར་ཕྱིར་བུ་འཛིན་མཛད། དེ་མཚུངས་ཡག་དམ་པ་སྐུ་གཤེགས་ནའང་ཕར་ཕྱིར་བུ་འཛིན་གྱི་ཐང་ཀ་འབྲི་བའི་རྒྱུན་མ་སྤོར་བར་འཛིན་སྐྱོང་དཔོན་སུ་གནང་བཞིན་པ་མ་ཚད། རང་གི་བུ་དང་སློབ་མ་མང་པོ་ལ་ལག་རྩལ་བཟང་པོ་འདི་ཉིད་སློབ་བཞིན་ཡོད། དེ་རིང་གཞོན་པའི་ཁ་བརྡ་ལས་མཚན་ཁམས་རི་བོ་ཆེ་རྫོང་དུ་སོང་ནས་ལྷ་བཟོ་ཆོས་གྲགས་དང་བུ་བསོད་སྔགས་རོང་འབྲོག་གཉིས་དང་མཉམ་དུ་ཕ་ཤི་བུ་འཛིན་གྱི་ཐང་ཁ་བརྒྱུད་རྩ་རྒྱུད་འཛིན་དང་དར་སྤེལ་གཏོང་བའི་སྐོར་ནས་ཁ་བརྡ་བྱེད་ཀྱི་ཡོད་པས་ཁྱེད་ཀྱིས་མུ་མཐུད་དེ་གསན་གཟིགས་གནང་བར་དགའ་བསུ་ཞུ།

འདི་མེད་ཐབས་མེད་པ་ཅིག་འདྲེན་རྒྱ་བྱེད་ལ་ཆགས་འདུག། རེད་རེད་རེད་རེད་རེད་ད་ལྟ་ཡིན་དུས་ང་ཚོ་ད་རེས་སོ་གཉིས་ལྷ་བཟོ་དེ་ལྷ་བྲི་ཤིང་མཁས་གཙང་ཞིག་མི་ཚད་པ་འདི་ཚོ་ཡག་མོ་ལས་ཤིག་དགོས་ས་ར་གས། དེའི་སྒོ་བརྒྱུད་ཀྱི་འདི་སོ་སོ་ཡུལ་ལམ་སོ་སོ་ལ་རྩི་ཤིང་མེ་ཏོག་འདི་ཚོ་གི་ཁོ་བ་དུས་ལེན་བྱེད་རྒྱུ་དེ་ཧ་ལས་པའི་གལ་ཆེན་པོ་རེད། འགས་ཁྱོད་རང་ཚོ་ནང་ནས་འདི་རི་བོ་ཆེ་དང་ཡང་ན་འགས་ཁྱོད་རང་ཚོ་གི་དེ་ན་གདོང་ཚད་ན་དེ་ན་རི་བོང་གི་ལས་ཐུགས་རྗེ་དེ་ན་ཨ་ཡོ། དོན་དུ་སྤྱིར་བཏང་གི་ཐོག་ནས་ད་ང་ལ་སྡོམ་གསུང་ལེགས་བྱས་ཀྱི་ལག་བརྒྱུད་འདི་ཕ་གིའི་ཁྲིད་ཉོན་འོག་དེ་ཡིན་ན་ད་དེ་རང་ག་ཚོད་དངོས་སུ་གི་དེ་ལག་ལེན་བསྟར་འདི་དགོས་ན་དཀའ་ལས་ཆེན་པོ་རེད། ད་དེ་རང་ག་ཚོད་བཟོ་གྲྭ་ཐམས་ཅད་ནས་ལ་ལས་བསྡད་མ་ཁུངས་ཚུགས་ལྟ་བསྟོད་མ་ར་བོ་རེད། དེ་དེ་སོ་ཉོ་དེ་འདྲ་བྱ་དགོས་ཨ་ཙམ་རེད། ང་ཚོ་འདི་འདྲ་ཟེར་གི་འདུག་གོ་ད། གནའ་སྔ་མ་དེ་རི་སོ་གཉིས་ང་ཚོ་ཐང་ཁ་གཉིས་འབའ་ཅེས་ན་དེ་གཅིག་ན་རི་ཐང་ཆེན་མོ་རི་སྐོང་ཆེན་པོ་མི་ཚོ་མ་རྩ་ཆེ་པོ་བྱེད་གི་འདུག་ག་དེ་རེད། དེ་གཙོ་བོ་དེ་ན་གྱི་ནོར་གདོང་ཚད་དེ་ཡག་པོ་ཡོད་རེད། ད་ད་ལྟ་བློས་བོད་པ་གི་ལྷ་བཟོ་མང་པོ་ཚོ་གི། མཇུག་པ་གྲི་གདོང་ཚད་ཡག་པོ་ཕེབས་མི་ཤེས་ཁྲ་ཁྲ་པ་ཁྲ་གཞི་བཟོ་དེ་ནས་པ་བཙོང་བཞག་དེ་ད་དེ་ཚོ་རྗི་མ་ག་འདི་གི་ཅི་ཟེར་དགོས་ར།

ས་སྟེ་རེད་ཟེར་དགོས་ན་འདྲ། ད་ས་སྦག་བྲོས་བྱོས་དེ་འདྲི་ལ་ཡོད་རེད་ཟེར། ད་ཉེ་ལོག་ལ་ཅི་བྲོས་བྱོས། ད་ངས་ཀྱི་ཐང་ཁ་མ་ཡིན་པ་དེ་རག་གི་གྲི་ཏོག་གི་ནང་པ་བཟོ་དུས། ལས་ས།
དེ་ད་དེ་རང་ག་ས། གི་དུས་རབས་འདི་དེར་ད་ད་ད་འཚོ་གཅིག་ཉི་ཤུ་པ་གི། ཨང། ཏང་གི་འཚོ་གཅིག་ཉི་ཤུ་པ། ནི་ཏང་གི་འཚོ་གཅིག་ཉི་ཤུ་པ་འདི་འཚོ་བཞིན་པ་གི་འཚོ་ལ་ཉེ་བ་ཅིག་རེད་བ་ལ། རེད་རེད་རེད། འདི་ད་བསྟན་འགྲོ་གི་ཆ་ལ།

དཔལ་འབྱོར་གྱི་གནད་འགག་ཐག་གཅོད་བཟོ་གི་ཡོད་ཟེར་དེ་ངོ་མ་ཨ་རེ་གི། དེ་ཞིག་ལ་ཁྱོད་བྱས་བ་ད་འདི་འདྲི་གི་ལས་ཀ་ལས་ཀྱི་མཁས་བཙན་ར་ཏོ་རེད་དེ་གི་ད་ད་རྒྱལ་ཁབ་གི་འདི་རུ་མོ་བཙལ་དེ་ཁོ་མོ་ཏེ་ཟིག་གི་རྒྱབ་སྐྱོར་ཡོད་རེད་ལགས་སོ། ཨེ་ད། ཨེ་ད་ཅིང་འདྲ་ཧུ་བི་འདྲ་ཛོ་འཇོན་མི་དབོ་པོ་གི་དུས་ཙན་མི་འདྲ་ད་ཉི་ཤུ་རྩ་ལྔ་སི་ད་ང་ལས་ཀ་ལས་མི་ཡོད་རེད་དེ་ནི་ལོ་རེ། མི་རེ་རེ་ལ་ད་བཞིན་གྱི་དུས་ཁོ་མོ་སྟོང་ཕྲག་གཉིས་རེ་སི།

ཐང་ཀ་གི་རིག་གནས་འདི་ད་ལྟ་ང་ཚོ་ཐང་ཀ་ཟེར་དུས་ད་ང་ཚོ་རྒྱ་ཞིང་ནང་ཚོ་མ་ལ་བོད་པ་གི་རི་མོ་གི་མཚན་སྐད་ན་རེད་འདུག་ཨ། ང་ཚོ་བོད་པ་གི་རི་མོ་ཅི་བྱེད་ཟེར་ཞུས་ན་ད་ང་ཅི་ཐང་ཀ་འདྲ་བ་དེ་བོད་གི་རི་མོ་གི་མཚན་སྐད་ན་རེད་འདུག་ལོ། དེ་ཡན་འདི་ཚོ་གི་ས་ཆ་ནས་ལ་ཁྱོད་ཚོ་གི་ཕ་ཤི་བུ་འཛིན་ཡག་པོ་བྱས་ཁྱེད་པ་ད་ཁྱེད་རང་ཐང་ཀ་ཡག་པོ་བྲི་མཁན་ཅིག་ང་ལ་སེ་ལི་ག་ད་དེ་ལས་ཁྱོད་བོད་གི་འདི་འདྲ་ཡག་པོ་ཡོད་ཀྱི་དེ་ངས་བསམ་ན་ང་ཚོ་གི་ད་སྲོལ་རྒྱུན་གི་རིག་གནས་འདི་ཚོ་རྒྱུན་འཛིན་དར་སྤེལ་དུ་གཏོང་དགོས་ན